ཅེས་ཐ་སྙད་པ་སྤྲུལ་སྐུ་སངས་རྒྱས་ཀྱི། བྱིན་གྱིས་བརླབས་ཚུལ་དེ་རེད་ད་དེ་ག་འདྲའི་བསླབ་བར་ཟེར་ནང་བཞིན་གཅིག་ལ་ནི་ཁོ་དུལ་བའི་དུས་ལ་བོགས་ཡོང་དུས། བའི་སངས་རྒྱས་དབུ་མའི་ནང་བཞུགས་ཡོད་རེད་དབུ་མའི་སངས་རྒྱས་ཀྱི་ཞིང་ཁང་ནང་ལ་ལོངས་སྤྱོད་རྫོགས་གི་ཡོད་རེད་ང་ཚོས་མཇལ་ཐུབ་གི་ཡོད་མ་རེད་ལོངས་སྤྱོད་རྫོགས། བར་བར་གི་མ་གཏོགས་མཇལ་གི་མ་རེད་བ། རེད་དེ་ཡིན་ན་ཡང་ཁོང་རྣམ་པ་ཚོ་གི་བའི་ཐུགས་རྗེ་མུ་ལོངས་དེ་ཁོའི་ལས་དེ་མ་རྫོགས་གི་བར་དེར་ཏོག་དགུ་དགུ་མཁན་འདྲ་བོ་ཡིན་ཙང་དུས་ལ་མ་བོགས་ནང་བཞིན་ནང་དེ་ནི་དུས་ལ་བོགས་ནས་དབུ་མའི་ནང་ཡོད་པའི་ཞེས་ན་ཡོད་པས་པས་ཨ་ཇོ་ལོངས་པས་འདིར་ལོངས་སྐུ་འབྱོན་རྡོ་རྗེ་མཛད་པ་ཧེ་རུ་ཀ་སྟོན་པ་རྡོ་རྗེ་འཆང་ཧེ་རུ་ཀ་འཇོ་རྡོ་རྗེ་མཛད་པ་རྡོ་རྗེ་འཆང་ཆེན་པོ་རེད་ད་འཇོ་རྡོ་རྗེ་མཛད་པ་སི་ཏུ་རྡོ་རྗེ་འཆང་རང་རེད། གདུག་ཅན་དེ་རྣམས་འདུལ་བའི་ཆེད་དུ་དུས་ལ་སྤོབས་པ་མཁྱེན་ནས། ཨ་ནི། སྨིན་པ་མེད་པའི་སྙིང་རྗེ་ཆེན་པོས་གཞན་དབང་གིས་དེ་ནས་དྲག་ཏུ་ཁྲོས་པའི་ཚུལ་བསྟན། པས། ཁོང་ཚོ་ལ་བའི་བརྩེ་བ་སྙིང་རྗེ་ཆེན་པོས་མ་བཟོད་ནས་ནི་བའི་ཚུར་བཏུད་ནས་ཆོས་ལ་བསྐོས་བསམ་པ་སྙིང་རྗེས་འོང་གི་ཞི་བའི་འདོད་ནུས་ཐོབ་གི་ཡོད་མ་རེད་ཞི་བ་བྱས་ན་ཁོང་ཚོ་བཏུད་ཐུབ་གི་ཡོད་མ་རེད་བྱས་ཙང་བའི་ཁྲོ་བོའི་ཆེན་པོ་གཟུགས་ལ་ཞལ་བཞི་ཕྱག་བཅུ་གཉིས་ཡོད་མཁན་འཁོར་ལོ་སྡོམ་པ་ལ་སྤྲུལ། སེར་ཆེན་འདུལ་བའི་དོན་དང་འཛམ་གླིང་བྱེ་བ་ཕྲག་བརྒྱ་ལ་ཧེ་རུ་ཀ་སྤྲུལ་ཡོད་གསུངས་ཡོད་རེད། འཛམ་བུ་གླིང་བྱེ་བ་ཕྲག་བརྒྱ་ལུས་པ་གླིང་བྱེ་བ་ཕྲག་བརྒྱ་ཡོད་རེད་བ། སྟོང་ཚོ་བཅུ་སྟོང་ཆེན་མོ་འཇིག་རྟེན་གྱི་ཁང་གཅིག་ནང་ལ། ཨ་ནེ། རི་རབ་བྱེ་བ་ཕྲག་བརྒྱ་ཛཱ་ལིང་བྱེ་བ་ཕྲག་བརྒྱ་ཡོད་དགོས་གོ་རེད། འོ་དེ་ཚོ་གང་ག་ན་བའི་འདས་པོ་རྡོ་རྗེ་འཛིན་པ་ཧེ་རུ་ཀ་སྤྲུལ་ཡོད་གསུངས། སྤྲུལ་ཡོད་རེད་ད་ཞི་དྲག་ག་འདྲ་ག་འདྲ་སྤྲུལ་ཡོད་ན་ང་ཚོ་བཤད་ཐུབ་ཀི་མ་རེད། ཛཱ་ལིང་བྱེ་བ་ཕྲག་བརྒྱ་ལ་སྟོན་པ་རྡོ་རྗེ། རྒྱུ་རྡོ་རྗེ་འཛིན་པ། ཧོ་ཧེ་རུ་ཀ་རྡོ་རྗེ་འཆང་གིས་སྤྲུལ་པའི། འཁོར་ལོ་བདེ་མཆོག་གི། དཀྱིལ་འཁོར་དེ་ལ་གྲངས་མེད་བྱེད་པར་ད་གྲངས་མེད་པ་པའི་གྲངས་ཀ་གཟུང་ཡ་མེད་པ་དྲུག་ཡོད་རེད། སྤྱི་དང་འཁོར་ལོ་བདེ་མཆོག་དེ་ལ་ཞལ་གཅིག་ཕྱག་གཉིས་ནི་ཞལ་འབུམ། ཕྱག་འབུམ་གྱི་བར་དུ་ཡོད་རེད། ད་གཞན་དག་སྤྲུལ་པ་དེ་ང་ཚོའི་ཚད་བཟུང་ཐུབ་ཡ་ཡོད་མ་རེད་འཛམ་བུ་གླིང་ནས་ག་འདྲས་ཀྱི་སྤྲུལ་པ་རེད་ཟེར་ན། ད་འཛམ་བུ་གླིང་ནང་ལ་དབང་ཕྱུག་དྲག་པོ་ཆུང་མ་དང་བཅས་པ་དང་ཡུལ་ཉི་ཤུ་རྩ་བཞི་དུར་ཁྲོད་ཆེན་པོ་བརྒྱད་དང་བཅས་པ་ཁུ་བའི་པའི་རྫོང་ཟིང་ངེ་འདྲ་བོ་དུ་བསུ་བའི་མ་རུངས་པ། པའི་ཤིན་ཏུ་ནས་དམུ་རྒོད་ཅན། གཞན་གྱིས་ཐོས་དཀའ་བ་ཡོད་ཙང། འཁོར་ལོ་སྡོམ་པ་ཡིན་པས་དྲག་པོ་ཆེན་པོ། པའི་ཁྲོ་བོ་ཆེན་པོའི་གཟུགས། དཀྱིལ་འཁོར་རྟེན་དང་བརྟེན་པའི་དཀྱིལ་འཁོར་ཁྲོ་བོ་ཆེན་པོ་ཞལ་བཞི་ཕྱག་བཅུ་གཉིས། ཡོས་བཟླས་པ། བདག་ཕྱག་དང་པོ་གཉིས་ཀྱིས་རྡུལ་བྲི། ཕྱག་དེའི་འོག་མ་གཉིས་ཀྱིས་གླང་ལྤགས། ལྷག་མ་བཞི་གིས་འདྲ་བ་རུ་དང་དགྲ་སྟ་དང། གྲི་གུག་དང་རྩི་སྲུང་དང། གཡས་གཡོན་ལྷག་མ་བཞི་གིས་ཁ་གྲངས་དང་ཐོད་ཁྲག་དང་རྡོ་རྗེ་ཆེ་བ་ཚངས་པའི་མགོ་ཕྱེ་ད་རྣམས་བཟླས་ཀྱིན་དེང་སང་བཀོད་འདི་རེད། འོ་དེ་འདྲ་བྱེད་སྤྲུལ་བ་རེད། དེ་འདྲའི་ཕྱིར་སྤྲུལ་ནས་རི་རབ་ཀྱི་རྩེ་མོ་ལ་བྱོན་པ་རེད། དཔེར་ན། ང་རང་ཚོས་སུ་དང་སུ་ཡིན་ན་སངས་རྒྱས་གཅིག་ཡིན་ནའི་བུ་འབུ་ལྔ་ཡོད་རེད་དང་བུ་འབུ་ལྔ་དེ་རྒྱལ་བ་རིགས་ལྔ་བྱེད་དགོས་རེད་བ་དེ་ག་ནང་བཞིན་ཁོང་ཡང་ཁོང་གི་ཐུགས་ཀྱི་ཐུགས་རྒྱུད་ཀྱི་པས་ཁོ་རང་གི་བུ་འབུ་ལྔ་གི་དག་ཆ་དེར་རྒྱལ་བ་རིགས་ལྔ་ཡོད་ཡིན་ཙང། ཁོང། ཁྲོ་བོ་ཆེན་པོ་ཕྱག་བཅུ་གཉིས་པ་ལ་སྤྲུལ་ནས་རི་རབ་རྩེ་ལ་བྱོན་ཡོང་དུས། ཨ་ནི། རྒྱལ་བ་རིགས་སོ་སོ་ནས་ཡིན་གྱི་ཁོ་རང་རེད་བ་དེ་རིགས་སོ་སོ་གི་པས་གཞལ་ཡས་ཁང་གྲ་དང་དེ་དག་ཕུལ་ནས། འཁོར་དང་གཞའ་ཡི་ཁང་དུ་ཕྱི་དར་མང་པོ་ཕུལ་ཡོད་རེད་བོད་ལུགས་དེ་བས། མི་སྤྱོད་པ། མི་སྤྱོད་པ་དེ་རིགས་ཀྱི་གཙོ་བོ་མི་སྤྱོད་པ་གི་གཞའ་ཡི་ཁང་གདན་དང་བཅས་པ་ཕུལ་རེ་རེད། སྤྲུལ་ནས་ཕུལ་བ་ད། རྒྱལ་བ་རིགས་ལྔ་མི་སྤྱོད་པ་ཨ་ཆུ་བིར་བ། གཞའ་ཡི་ཁང་ཕུལ། རིན་འབྱུང་གི། བྲིས་པ་འདུལ་མཛད་ཀྱི་སེམས་དཔའ་ཀུན་ཏུ་བཟང་པོ་ལགས་སུ་བའི་དཔའ་བོ་ཉི་ཤུ་རྩ་བཞི། སེམས་མ་རྡོ་རྗེ་མ་ལ་སོགས་པ་དཔའ་མོ་ཉི་ཤུ་རྩ་བཞི་སྤྲུལ་ནས་ཕུལ་བ་རེད་ད་དེང་སང་དཔའ་བོ་རྗེ་ཉི་ཤུ་རྩ་བཞི་དཔའ་མོ་ཉི་ཤུ་རྩ་བཞི་དེ་དོན་དག་ཡང་རྒྱུད་པའི་སེམས་དཔའ་དང་སེམས་མ་ཀོན་ཏོ་འཛོམས་པ་ལ་སོགས་པ་དག་ལྷ་སོ་སོ་ངོས་འཛིན་གྱི་ཡོད་རེད། འདིར་རིན་འབྱུང་འབྲིང་སོང་ང་ད་འོད་དཔག་མེད་ཀྱི་སྙིང་པོ་རྣལ་འབྱོར་མ་བཞི་དང་དགུ་ཚང་མ་བརྒྱད་བཅས་བཅུ་གཉིས་སྤྲུལ་ནས་ཕུལ་བ་རེད། དོན་ཡོད་གྲུབ་བར་གྱི་དཔའ་བོའི་གོ་ཆ་དྲུག་དཔའ་མོའི་གོ་ཆ་དྲུག་གོ་ཆ་བཅུ་གཉིས་ཕུལ་རེད་ལྷ་དྲུག་ལྷ་བཅུ་གཉིས། ད་རྣམ་པ་སྣང་མཛད་ཀྱིས། ཕོ་ཁང་སྤྱི་བྱེ་བྱིན་གྱིས་བརླབས་པའི་ལྷ་བཅུ་བདུན་སྤྲུལ་ནས་ཕུལ་བ་རེད། དེ་ཆ་ཚང་གཅིག་པུ་དེ་ལ་ད་དཀྱིལ་འཁོར་ཆ་ཚང་ཡོང་བས་དེ་ལ་འོ་འདི་ཟེར་བ་རེད་སྤྲུལ་པའི་འཁོར་ལོ་ཟེར་བ་རེད། ལོངས་སྐུ་རྒྱུ་རྡོ་རྗེ་འཛིན་པ་རྡོ་རྗེ་འཆང་དང། ཧེ་རུ་ཀ་རྡོ་རྗེ་འཛིན་པའི་ལོངས་སྐུ་ཚུགས་མཁན་ནི། དྲག་པོ་མཆོག་མ་བརྟུལ་བ་བཅས་པ་ལ། དབང་ཕྱུག་བྲག་ཕུག་སོགས་ཀྱི་ཁུ་མཇལ་ཡ་ཡོད་མ་རེད་ཡ་ལོངས་སྐུ་མཇལ་ཡ་མེད་ཚ་དུས་དུས་ས་ར་གི་མ་རེད་བ་ལོངས་སྐུ་སང་བྱང་སེམས་དཔའ་བ་གི་མ་དུ་མཇལ་ཡ་མེད་བ་བྱས་ཙང་སྤྲུལ་བ་འཁྲུལ་འདུས་སྒོ་རེད་སྤྲུལ་སྐུ་རེད་ད་སྤྲུལ་སྐུ་དེ་སྤྲུལ་སྐུ་རལ་པ་ཡིན་ཙང་བ་ད་འདི་སྤྲུལ་པའི་འཁོར་ལོ་བསྟན་དང་བསྟན་པ་བྱེད་པ་བ་ཐུགས་སུ་སྤྲུལ་ནས་ཕུལ་བ་རེད་ད་ཕུལ་ཚར་དུས་ཡང་བཅུ། དང། སླར་ཡང། རྒྱལ་བ་རིགས་བཞི་ཟེར་བར་རྒྱལ་བ་རིགས་བཞི་ཟེར་དུས་མི་སྤྱོད་པ་དེ་བཞག་ཁོ་རང་གཙོ་བོ་རེད། དེ་ཡིན་ཙང་རི་ཆེན་བཅོམ་ལྡན་འོད་དཔག་མེད་དོན་ཡོད་གྲུབ་པ་སྣང་སྣང་བཞི་པོ་དེ་གའི་རིག་མ་བཅུ་དྲུག་ཕུལ། དཀྱིལ་འཁོར་གྱི་ལྷ། དེ། འདོད་སྣང་སོགས་ལ་ཡོད་བསྡད་པའི་མཆོད་པ་ཕུལ་གྱིན་རིལ་མ་བཅུ་དྲུག་ཕུལ་ནས་བཀྲུས་ནས་ཕུལ་བ་རེད། དེ་ནས་པས། ཆ་ཚང་ར་བུ་ཅི་འགོར་བྱས་བ་རེད་དེ་ཡིན་ནའི་བཀྲུས་པ་ཡང་བཀྲུས་བསམ་གྱི་མི་ཆེ་བ་པས་བཀྲུས་པ་ག་ཚད་ཡིན་ན་བཀྲུས་ནས་འཛམ་བུ་གླིང་མཐའ་དག་ལ་པས་བཀྲུས་པས་བྱོན་ནས་ཨ་ནི་གདུལ་བྱ་དབང་ཕྱུག་ཇི་ལྟར་བཏུལ་བ་ཡིན་པ་རེད། ད་གཅིག་དང་གཉིས་བཤད་ཐུབ་ཡ་ཡོད་མ་རེད། དེ་ནས་ཧེ་རུ་ཀ་གིས་རྒྱས་པའི་རྒྱལ་པོ་བཅུ་གཉིས་བསྒྲལ་བ་ཡིན། གར་གྱི་སྟངས་སྟབས་དྲག་པོ་མཛད་པ་ཡིན། རྒྱས་པའི་རྒྱལ་མོ་བཅུ་གཉིས་བྱས། གར་གྱི་སྟངས་སྟབས་པའི་ཞབས་ཀྱི་སྟངས་སྟབས་དུ་བའི་དཔའ་བོ། བའི་དཔའ་བོ་གི་རུས་པ་དགུ་ལ་སོགས་པ་བཏོན་ནས། དེ་འདྲས་སུ་བྱས་ནས། འཇིགས་བྱེད་དུ་དུས་སེམས་ནི་དེ་ཀས་བཏུལ་ནས་ཞབས་འོག་ལ་བཅུག་པ་རེད། དེང་སང་ཞབས་སྣོན་དུ་བ་དེ། ཅིས་འཇིགས་བྱེད་རེད་ཅིས་དུས་སེམས་མ་རེད། ཁོ་རང་ཉིད། ཨིཏ། རྒྱས་པའི་བཞེད་པོ་བཅུ་གཉིས་སྒྲ་དཔག་གཙང་གི་ཀོ་ར་པཱི་ཤཱི་པས་ན་ད་བྷེ་བ་འདྲ་པོ་བྱས་ན་ཞེ་དྲག་གིས་ཆོད་ནས། ཨ་ནི་བའི་ཞལ་བོ་ལ་འཛུད་པའི་སུ་ཐ་འདྲ་པོ་བྱེད་རེ་ད་ཡིན་རྒྱུ། ཡིན་རྒྱུ་ཁོང་གིས་བཞེད་པའི་གད་མོ་བཅུ་གཉིས་ལ་སོགས་པ་ཀུན་ཏུ་ཟས་བཅུད་བསྣོལ་ནས་སྒྲིབ་པ་གང་གཱ་ལྗོངས་ནས་སངས་རྒྱས་ས་ལ་བཀོད་བཞག་པ་རེད།
སངས། དངུལ་ཆུ་དྲག་པོ་ཆུང་མ་དང་བཅས་པ་སངས་རྒྱས་སོང་བར་ཡིན་རྒྱུ། ཞབས་འོག་ལ་བཅུག་ནས་སངས་རྒྱས་ས་འོག་ཏུ་སངས་རྒྱས་པ་ཡིན་ཟེར་དེ་རེད། ད་སངས་རྒྱས་ནི་ཁོ་རང་གི་ལུས་དེ་བཞུགས་གདན་ལ་ཕུལ་རེད། མ་འདོད་བཞིན་དུ་ཨོ་ཡོད་བྱས་ནས་གནས་སྟོང་བ་མ་རེད། གུས་དེ་བཞིན་གུས་པའི་སྒོ་ནས་ཡར་ཕུལ་རེད། ལྷ་ཡི་ཞབས་ནས་ཕལ་ཆེར་དེ་ག་རེད། ད་དཔའ་བོ་ཉེ་བཞི་དཔའ་མོ་ཉེ་བཞི་དེ་ཨ་ལེ་དང་པོ་ཁེན་ཏྲ་ཀ་བ་ལ་ད་རོ་དུང་མ་སེ་ཨོང་ཕྱུག་གི་ཕུག་གི་འཛམ་བུ་གླིང་འདོད་མཁན་གྱི་མིང་དུ་སོ། བདེ་མཆོག་གི་ལྷ་ཚོད་ལ་ཡོད་མ་རེད་མེད་ཡ་ག་འདྲ་རེད་ཟེར་ན། ར་དུང་མ་དང་ཁེ་འདྲ་ཀ་པ་ལགས་གཉིས་ཀྱི་ཚེ་བ་དེ་ལ་ཁེ་འདྲ་ཀ་བ་ལགས་ལ་འདི་ཟེར་གི་རེད། འོང་ཀུན་ཏུ་བཟང་པོ་རེད། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། ཡིད་འོང་དེ་འདི་རེད་སེམས་མ་རྡོ་རྗེ་ཕུ་ཉམས་མོ་རེད། ཁོང་གཉིས་ཀྱིས། ཁེ་འདྲ་ཀ་བ་ལགས་དང་ར་དུང་མ་གཉིས་བཏུལ་བ་རེད། ད་ག་ནང་བཞིན་སེམས་དཔའ་རེ་རེ་དང་སེམས་མ་རེ་རེ་བཅས་ནས་བདེ་མཆོག་དཔྱིད་ཀུན་དང་བཞུགས་མེད་ཚོགས་ཀྱི་མཛའ་བོ་གླིང།

ཡང་མ་རེ་བ་ཁ་དུང་མ་ནག་མོ་འོ་དོང་མ་རྒྱང་བྱས་ནི་བཞི་བྱས། སྡོམ་པ་དེ། ཁ་ཐག་གི་སྡོམ་པ་དང་བྱ་རོག་གི་སྡོམ་པ་ཕྱི་དོང་བར་དོང་བཅུ་ཡོད་རེད། དེ་ག་ནང་བཞིན། ཚང་མ་བཞི་པོ་དེ་ཕྱེད་ཀ་ཕྱེད་ཀ་པས་ཚོས་ཁ་ཁ་བྱས་ནི་ཕྱེད་གཟུགས་རེད། སྒོ་མ་བཞི་པོ་དེ་སྡོང་གཉེན་ཅན་རེད། ཚང་མ་བཞི་པོ་དེ་ཕྱེད་གཟུགས་ཅན་རེད། རེད་དེ། དེ་ཡུངས་ཀྱི་ཚབ་རེད། ལྟོས་པའི་གོ་དོན་ཡབ་ཡུངས་གཉིས་ཡོད་རེད། ལྟོས་ཚ་ནི་གཅིག་རང་བྱས་ནི་དེས་མ་གཏོགས་ཡབ།

དངོས་སུ་བཏོན་ནས་དངོས་སུ་བག་བཏོན་ནས་དཀྱིལ་འཁོར་གྱི་ལྷ་གྲངས་ལ་ཡོད་ཡ་དེ་བྱས། ད་རི་རབ་ཀྱི་རྩེ་མོ་ལ་ཡོད་བསྡད་པའི་དབང་ཕྱུག་གི་ཆུང་མ་བཞི་ཡོད་པ་ག་ཟིན། དེ་ཡའི་དོན་དག་རིན་པོ་ཆེ་དོན་གྱིས་བཏུལ་ཡོད་རེད་དོན་གྱིས་བཏུལ་མཁན་དེ་འདི་ཡོད་རེད། ཨོ། ག་རེ་སེ་གོ་རེ། སྤྱན་མ་དང་མ་མ་ཀའི་དང་གོས་དཀར་མོ་དང་སྒྲོལ་མ་བཞི་ཡུམ་བཞི་པོ་དེ་ཁམས་བཞི་ཡུམ་བཞི་དེ་ག་བ་ཡིན་ས་དཀྱིལ་འཁོར་ཚང་མ་འགྲོ་སྐོར་དང་ཨོ་དེའི་ཚོད་ཀྱིས་བཏུལ་བ་རེད། དོན་གྱིས་བསྟོད་པར་བལྟ། ད་བསྟོད་གཏོང་གལ་འགྲན་སྲིད་བསྟོད་པ་རེད་ཟེར་ན། གཅིག་ཤོས་རི་རབ་ཕྱི་ར་སྟོང་ཡོད་པ་ན་བསམ་གི་རེད་ཡང་གི་ཚེ་ཐུག་ལ་མ་ཐུག་ཆད་ཕག་རིའི་ཚུར་རི། བསྟོད་པའི་ཚུལ་དེ་ལ་གསུང་རོགས་ཨ།
ཨོང་བཅས་པ་དང་གཅིག་བཅས།
and the manner of the manner of defeat is by through the power ལོངས་སྤྱོད་པ་དང་གཉིས་བྱེད། and by enjoying ཐིམ་པ་དང་གསུམ་ཡོད་རེད། and by absorption། ད་གང་ཡང་རུང་བ་འགྲིག་གི་རེད། དབང་བྱེད་པ་ལ་ཡང་ལུས་ལ་དབང་བྱེད་པ།
ལུས་ལ་དབང་བྱེད་ཟེར་དུས་ཨ་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་པུ་ལི་ར་མ་ལ་ཡ་ལ་ཕེ་ནི་དེ་ནང་ལ་དཔའ་བོ་དབང་ཕྱུག་གི་དཔའ་བོ

ཁེ་འདྲ་ཀ་བ་ལགས་ཀྱི་ཆས་རུས་གཞན་རེ་བ་ཚོས་ཚུར་གསོས་ཁོ་རང་གི་ཆས་སྤྲད། འོ་དེ་ནས་ཁོ་རང་དང་འདྲ་པོ་འདྲ་པོ་ཅིག་བྱས་ནས་བཞུགས་བཞག་བ་རེད་ལུས་ལ་འོང་རྒྱུར་ལུགས་འདི་དེ་རེད། ཁེ་འདྲ་ཀ་བ་ལགས་ཀྱི་ཆུང་མ། ཆུང་མ་རབ་གཏུམ་མ་ཡོར་བ་དེ་ཡང་ཚུར་འཕྲོག་ནས་བའི་དགའ་བ་བཞི་ཡི་སྒོ་ནས་ལོངས་སྤྱད། སྤྱད་ལུགས་དེ་རབ་གཏུམ་མ་ཁོ་རང་སངས་རྒྱས་ས་ལ་བཀོད། ཁོང་གི་སྤྲུལ་པའི་ཀུན་ཏུ་བཟང་མོ་གི་ཡུམ་དེ་རབ་གཏུམ་མ།

ཨུ་མ་ཨ་ཧུང་གི་བར་དུ་བཅོས་ཏེ་ཨུ་མ་ཀ་ར་ཀ་ར་ཧུང་ཧུང་བྷས་ཨུ་མ་ཀུ་རུ་ཀུ་རུ་ཧུང་ཧུང་བྷས་ཟེར་ནས་གདེང་འཇོག་གི་པའི་འཁོར་ལོ་ཚུགས། སྐྱིད་པོ་ལ་བྱིལ་བྱིལ་ལབ། ང་ཚོས་ང་ཚོའི་འདོད་ཡག་བྱུང་བ་རེད། ད་སེམས་ལ་དབང་བྱས་ལོག་དེ་ག་རེད་ཟེར་ན་འདོད་ཆགས་དྲེགས་པ་ཅན་དེ་ཚོ་གི་སེམས་དེ་བདེ་བ་ཆེན་པོའི་སྒང་དུ་རྒྱས་པར་བྱས་པར་ད་ང་རང་ཚོ་ཡིན་ན་སྡུག་པོ་སྟོང་མི་སྡུག་ནད་པ་བཟོ་ན་བཅུག་ཨ་ར་ས་བཅུག་གུར་བ་ཁོ་རང་ཚོ་གི

བདེ་སྟོང་གི་ཡེ་ཤེས་དགོངས་བརྡའི་དུས་ཚོགས་གཉིས་ཟུང་འབྲེལ་ཡིན་དུས་བདེ་སྟོང་གི་ཚོགས་རྫོགས་ནས། པའི་ཞབས་བསྣོལ་ཇི་དགེ་ཇི་དགེ་ལས། ཐུགས་དེ་རྣམ་པར་མི་རྟོག་པའི་ངོ་བོ་ལ་སངས་རྒྱས་འགྲོ་རེད་གསུང་གི་ཡོད་རེད་ད། དེ་འདྲའི་བཀའ་དྲིན་ནི་ང་ཚོ་བཤད་ཐུབ་ཀྱི་མ་རེད། ཨོང་བྱས་ཡ་ཟེར་ཡ་དེ་བྱས་ཡ། ད་ལོངས་སྤྱོད་པ་ཐིམ་པ་ཟེར་གསུང་ཡོད་རེད་བ། ལོངས་སྤྱོད་པ་དང་ཐིམ་པ་ཨོང་བྱས་པ་ལོངས་སྤྱོད་པ་ཐིམ་པ་གསུང་ད་ལོངས་སྤྱོད་པ་དེ་ག་འདྲས་རེད་ཟེར་ན། འདོད་ཆགས་དཔའ་བོ་ཉེར་བཞི་པོ་དེ་ཚོ་གས། པའི། ཆུང་མ་ནག་འཕྲོག་ནས་རང་གི་དགའ་བཞི་ཏིང་ངེ་འཛིན་གྱི་སྒོ་ནས་ལོངས་སྤྱད། ཁོ་རང་ཚོའི་རུས་པའི་རྒྱན་དྲུག་དང་སྟག་ཤམ་ལ་སོགས་པ་ཚུར་འཕྲོག་ནས་སྐུ་ལ་བསྣམས། ཁོ་ཚོའི་དེ་ན་ཡོད་པའི་ཤ་དང་ཆང་ལ་སོགས་པ་ལོངས་སྤྱོད་ཚུར་འཕྲོག་ནས་ཚོགས་ཀྱི་ཡོ་བྱད་དུ་བྱིན་གྱིས་བརླབས། ཁོ་ཚོའི་ཁལ་དེ་ཡང་ཁ་གྲང་ག་དང་སྤྱང་ཏེའུ་དང་གྲི་གུག་ཐོད་པ་ལ་སོགས་ཕྱག་མཚན་ཚོ་ཚུར་འཕྲོག་ནས་རང་གི་ཕྱག་མཚན་མཛད། ཁོ་ཚོའི་གདན་དེ་ཡང་རུ་གདན་དུ་སོགས་ཚུར་འཕྲོག་ནས་སོ་སོའི་རུ་གདན་མཛད། འོ་དེ་འདྲ་བྱས་ཏེ། ལོངས་སྤྱད་པའི་དོན་རེད། ད་པོ་ལེ་རི་མ་ལ་ཡ་དང་ཛཱ་ལན་དཱ་ར་དང། ལུང་པ་ཉི་ཤུ་རྩ་བཞི་དུར་ཁྲོད་བརྒྱད་བཅས་ཡོད་རེད་བ། འོ་དེ་བཅས་དེ་ཚུར་འཕྲོ་ཁོ་རང་ཚོ་སྡོད་སའི་ལུང་པ་དེ། ས་ཆ་དེ་ཚུར་འཕྲོ་ནས་འཁོར་ལོ་སྡོམ་པའི་གནས་སུ་བྱིན་གྱིས་བརླབས་ཕོ་བྲང་དུ་བྱིན་གྱིས་བརླབས། ཁོང་ཚོས་དབང་ཕྱུག་གི་སྐུ་ཚབ་རེ་བའི་མཆོད་པ་ཕུལ་ས་གི་རྡོ་གི་མགོ་འདྲ་པོ་དང་ཕྱི་དར་ཟུར་བཞག་པའི་ལིང་ག་རེ་རེ་ཡོད་རེད་བ། འོ་དེ་རེ་རེ་ནང་ལ་འཁོར་ལོ་སྡོམ་པ་ལྷ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་ཡོངས་སུ་རྫོགས་པ་པས། དུས་རྟག་ཏུ་འཆར་ལུང་མེད་པར་གཏན་དུ་བཞུགས་ནུས་པའི་སེམས་ཅན་རྣམས་ཀྱི་དཔལ། ཅེས་བསྟན་འགྲོ་བ་ལ་བཞུགས་ནས་བྱིན་གྱིས་རློབ་པའི་རྟེན་ལ་བཞུགས་ནས་ད་ལྟ་བར་དུ་བཞུགས་ཏེ་ཡོད་རེད། ད་འོང་བྱེད་པ་ལོངས་སྤྱོད་པ། ད་ཐིམ་པ་སྲས་སྤྱོད་དང་འདུས་ཚུལ་ཐིམ་པ་སྲས་ག་འདི་རེད་ཟེར་ན་སྲོག་ཐིམ་པ་དང། ཡིད་ཐིམ་པ་གཉིས་རེད། སྲོག་ཐིམ་པ་སྲས་དེ་འདུས་བྱ་ཁོ་རང་གི་སྒྲིབ་པ

བདེ་མཆོག་གི་འཁོར་ལོ་ཡོངས་རྫོགས་དེ་སྤྲོས་ཏེ་རྣ་ལ་དབང་བསྐུར་སློབ་མ་རྩ་དབང་བསྐུར་ཚར་ནས་བརྗོད་གསུངས། རྩ་བཤད་ཀྱིས་བརྗོད་སླ་སོང་བ་གསུངས། དཀྱིལ་འཁོར་དེ་མ་བསྡུ་བར་ད་ལྟ་བཞག་ཡོད་རེད། ཡུལ་ཉི་ཤུ་རྩ་བཞི་སྣང་ལས། བདེ་མཆོག་གི་དཀྱིལ་འཁོར་རེར་ཁོ་རང་ཚུར་ཚུར་འཕྲོག་ནས་བདེ་མཆོག་གི་གནས་སུ་བྱིན་གྱིས་བརླབས་བཞག་པ་རེད། དེར་རྡོ་ཡི་ལིང་ག་དེ་ལ་བདེ་མཆོག་ལྷ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་རེ་རེ་བས་ཁོ་རང་ང་རང་ཚོས་མཇལ་མ་ཐུབ་པ་མ་གཏོགས་པའི་འཆར་སྣང་མེད་པ་དུས་རྟག་ཏུ་ཡོད་རེད། དེ་འདྲས་སོང་ཙང། གཞན་དང་མི་འདྲ་བ་ཅིག་གི་པས། དེ་བདེ་མཆོག་དེ་སྒྲུབ་ཐག་ཉོ་བོ་བྱིན་རླབས་ཉོ་བོ་ཡོང་དགོས་ཡ་རྒྱུ་མཚན་གཅིག་དེ་རེད། གསང་བ་འདོད་པ་འདྲ་བོ་ཡིན་ན་ཡང་རྒྱུད་གསུམ་པའི་སྐོར་དུས་རྒྱལ་བ་རྡོ་རྗེ་འཆང། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་སྐུ་དེ། བ། རྡོ་རྗེ་འཆང་སྐུ་ལ་ཕར་གྱུར་ནས། ཨ་ནི། ཐུགས་ཀ་ནས་དཀྱིལ་འཁོར་སྤྲུལ། དཀྱིལ་འཁོར་སྤྲུལ་ཚར་དུས་ཨ་ནི་དཀྱིལ་འཁོར་ནང་ལ་སློབ་མ་ཚུར་ལ་བརྗོད་མ་གསུངས་པ་ཅི་ཨ་ལས་ལྷོ་ང་དཀྱིལ་འཁོར་དུ་བཅུག་དབང་བསྐུར། ཨ་ནི་བརྗོད་ཉན་ཆོག་པ་ཆགས་སོང་ན་དཀྱིལ་འཁོར་ཚུར་དབང་བསྐུར་ཚར་གསུངས་ནས་ཐོ་ག་ལ་དཀྱིལ་འཁོར་ཚུར་བསྡུས། ཨ་ནི་གཞི་ནས་བརྗོད་གསུངས་གི་རེད། འདེམས་འཇོག་གི་དཀྱིལ་འཁོར་ཚང་ནས་མང་དུ་བཞག་ཡོད་རེད་ད། ཡན་པ་ཚོ་དང་མ་རེ་བ་ད་ལྟ་ཡོད་པ་རེད་དེ། རི་རབ་ཀྱི་རྩེ་ལ་ཡོད་པ་ཡིན་ཙང་ང་རང་བས་སྒྲུབ་ཐག་ཉེ་བ་རྒྱུ་མཚན་གཅིག་དེ་རེད། འདེམས་འཇོག་གི་དཀྱིལ་འཁོར་རི་རབ་རྩེ་ལ་ཡོད་པའི་མི་ཚེ་གཞལ་ཡང་ཤ་རྫ་བོ་ལི་ལ་གློག་ཞུགས་ཡོད་རེད། ལྷོ་ལ་གློག་ཡོད་རེད་རི་རབ་ཀྱི་རྩེ་མོ། ལྷོ་ལ་གློག་འོ་ཡག་དེ་ཁོང་གི་འདུལ་བྱ་དཔའ་བོ་ཉེ་བཞི་དཔའ་མོ་ཉེ་བཞི་སྟུ་ཡག་དེ་ལྷོ་རྫ་བོ་ལི་ན་ཡོད་རེད་བ་བྱས་ན་ཤག་སྒོ་དེ་ལ་གློག་ནི་ཞུགས་པ་རེད་དོ་དམ། ད་དེ་ནས་བྱས་ད་ཨ་ལི་ངྷེ་ལ། སྤྲུལ་སྐུ་སངས་རྒྱས་ཀྱི་ཞིང་དུ་བྱིན་གྱིས་བརླབས་ཚུལ་ད་རོབ་བདུད་རྩི་ཆུ་ཚ་རེ་རེད།